ཚང་མ་ལ་བཀྲ་ཤིས་བདེ་ལེགས། ཨ་ནི། ད་ད་ལོ་ང་ཚོ། ཉིས་སྟོང་ཉིས་བསགས་རྗེས་ཀྱི་ང་ཚོ་སྤྱི་འཐུས་ཀྱི་འོས་བསྡུ་ཆེན་པོ་སླེལ་འགྲོ་ཡོད་རེད། ཨ་ནི་སྤྱི་ཟླ་དང་པོའི་ལྟ་རི་གསུམ་ལ་ཨ་ནི་འོས་བླུགས་ཡ་རེད། དེ་ཡིན་དུས་ད་ང་ཚོ། ད་རིང་ང་ཚོ་གི་ཅིག་ཁ་ལོག་རེད་སྤྱི་འཐུས་འོས་མི། ཡ། གསར་བ་ཞག་གཉིས་བཅོ་ལྔ་འདུག་ཨ་ནི་ཁོ། ཁོང་རྣམ་པ་ཚོ་ཚང་མ་ལ་ང་ཚོ་གིས Interview བྱེད་ཡིན། ཨ་ནི་བྱེད་དགོས་ཡ་རྒྱུ་མཚན་གཙོ་བོ་དེ་ག་ལ་ན་མི་མང་དང་ཅིག་སྤྱི་འཐུས་རྣམ་པ་ཚོ། གྱི་ལ་བྲེལ་བ་ཅིག་ཡོང་ཡ་བྱེད་འདུག་ཨ་ནི་སྤྱི་འཐུས་ཡ་ཞག་གཉིས་སུ་སུ་རེད་ཞག་འདི་མི་མང་གིས་གོ་ཚོད་ཐུ་ཡ་བྱེད་དང་ཨ་ནི་སུ་སུ་གིས་འོས་འདི་སུ་སུ་གིས་བླུག་ཐུ་ཡ་བྱེད་སོ་སོ་གི་ཡོད་ཡོད་དེ་སོ་སོ་གི་ཅིག་ག་ལོག་རེད་ཐག་བཅད་ནས་བླུག་ཐུ་ཡ་ཅིག་མི་ལ་སྐད་ཆ་དྲིས་ནས་བླུག་གོ་མེད་ཀྱོ་ཅིག་སུ་རེད་བླུག་གོ་རེད་ཨ་ནི་ད་ག་ཅིག་འོས་བླུག་མེད་པ་ཅིག་ཨ་ནི་ཁོང་ཚོ Candidate ཚང་མ་གི་ཅིག་བསམ་ཚུལ་དེ་ཉན་ནས་སོ་སོ་གི་ཐག་བཅད་ཨ་ནི་སོ་སོ་སུ་བླུག་གོ་འདུག་དེ་ལྟ་ཡ་ཆེད་དུ་ང་ཚོ་གི་དེ་ལྟད་མོ་དེ་སུའི་ཡིན། ཨ་ནི་ཡང་ད་ན་ཚ་སྐྱེན་པའི་རྗེས་ནས་ཅིག། ཡ་མ་གྲོལ་དང་མི་མང་འཛོ་མའི་ཡིན་ན་རེད་སྤྱི་འཐུས་རྣམ་པ་ཚོ་ཡིན་ན་ཕར་གྲོལ་སྤྱི་འཐུས་ད་ལྟ་གསར་བ་ཡ་ཞེ་ངའི་རྣམ་པ་ཚོ་ཡིན་ནའི་ཕར་གྲོལ་དང་ཨ་ནི། ཅིག་མི་མང་ཚོ་ཡིན་ནའི་འཛོ་མའི་དང་ཨིན་ཏེ་ཐོག་ནས་དཀའ་ངལ་ཆེན་པོ་འཕྲད་ཡོད་དུ་ད་ང་ཚོའི་གི། དམིགས་ཡུལ་ལ་ག་ལ་བ་རེད་སེ་ནི་ཅིག་སུ་ཡིན་སུ་འདྲ་ཅིག་ཡིན་ནའི་ང་ཚོ། སོ་སོ་སོ་གི་འོས་ཏེ་སོ་སོ་གི་ཐག་ཅན་བླུག་ཐོའི་ཆེད་དུ་ང་ཚོ་གི་དེ་ལྟད་མོ་དེ་སུའི་ཡིན། ཨ་ནི། ཨ་ནི་ད་རིང།

ད་རིང་ང་ཚོ་ཅིག་ཁ་ལོག་རེད། ཁོ་ཚོ་གི་སྐད་ཆ་བཤད་རྒྱོ་དེ་ང་ཚོ་གི་ཁ་ལོག་རེད། ཁག་གསུམ་འགྲོ་ཅིག་ལ་གང་བརྒྱ་ཆ་འགྲོ་ཅིག་སྤྲད་ནི་ཨ་ནི་དེ་གང་ལ་ཅིག་འབད་ཞེས་ཨ་ནི་སོ་སོ་གི་སོ་སོ་གི་བསམ་ཚུལ་ཁྱེར་ཡོང་ནས་སོ་སོ་གི་མི་སོ་སོ་གི་བརྒྱ་ཆ་སྤྲད་ར་བ་ཁོ་ཚོ་ལ་ག་ཚོད་རག་གི་འདུག་དེ་བསམ་སྟངས་བརྒྱ་ཆ། དང་པོ་དེ་ད་གོང་ས་མཆོག་དང་ཨ་ནི་བོད་མི་སྒྲིག་འཛུགས་གཉིས་ལ་ལྷག་བསམ་རྣམ་དག་གི་ཞབས་ཕྱི་ག་ཚོད་ཞུ་ཐུབ་ས་རེད་ས་གོང་ས་མཆོག་དང་བཙན་བྱོལ་བོད་མི་སྒྲིག་འཛུགས་གཉིས་ལ་ལྷག་བསམ་ལྷག་བསམ་རྣམ་དག་གི་ཞབས་ཕྱི་ག་ཚོད་ཅིག་ཞུ་ས་རེད་མི་དེ་གི་ཨ་ནི་དེ་ལ་བསམ་བློ་བཏང་ནས་ཨ་ནི་བརྒྱ་ཆ་བཅུ་ཨ་ནི་བརྒྱ་ཆ་བཅུ་ཅིག་སྤྱི་འཐུས་ཀྱི་འགན་འཁུར་ག་ཚོད་ཅིག་གནང་ཐུབ་ས་རེད་ཁོ་རང་གིས་དེ་ག་ལ་བསམ་བློ་ཞིག་བཏང་ནས་བརྒྱ་ཆ་བཅུ་ཨ་ནི་བྱང་ཨ་རིག་གི་མི་མང་ལ་ཕན་ཐོག་ག་ཚོད་ཅིག་བྱེད་ཐུབ་ས་རེད་ཁོ་རང་གིས་ཕན་ཐོག་ཡོད་པའི་ལས་འགུལ་ག་ཚོད་ཅིག་སྤེལ་ས་རེད་དེ་གང་ལ་བརྒྱ་ཆ་བཅུ་བརྒྱ་ཆ་སུམ་ཅུ་དེ་བརྒྱ་ཆ་སུམ་ཅུ་དེ་གང་ལ་ཨ་མི་མང་ཚོ་གི་སོ་སོ་གིས་བརྒྱ་ཆ་སྤྲད་དངོས་གནས་དགའ་མ་ག་ཐོག་ནས་མ་རེད་མི་དེ་གི་སྐད་ཆ་བཤད་སྟངས་དང་མི་དེ་གི་ད་ང་ཚོ་སྐད་ཆ་བཤད་སྟངས་ནི་ཧ་གོ་ཡོང་དགོས་རེད་མི་དེ་གི་བསམ་བློ་ཁེ་སྟངས་ག་འདྲས་ཞིག་འདུག་ཨ་ནི་ཁོ་རང་གི་འཆར་གཞི་ག་འདྲས་ཞིག་འདུག་ཨ་ནི་དེ་ཚོ་ཅིག་དེ་ཚོ་ལ་མིག་བལྟ་ནས་ཨ་ནི་བརྒྱ་ཆ་སུམ་ཅུ་དེ་སྤྲད་ཨ་ནི་ང་ཚོ་ད་རིང་གི་ཁ་ལོག་རེ་འོས་འདི་ཨ་ནི་སོ་སོ་ངོས་ནས་སུ་བརྒྱ་ཆ་ཡག་ཤོས་ལས་ཀྱི་འདུག་འདི་ལ་ལྟ་ནི་ཨ་ནི་འོས་སྤྲད་ཐུབ་ན་ཡག་པོ་ཡོད་རེ་བསམ་གི་འདུག་ག་ལ་ན་ང་ཚོ་པིན་རྒྱ་འགྲོ་བོ་དང་ག་ཉི་མ་ག་ག་མ་ག་དང་ཨིན་དྲས་ཀྱང་རྒྱ་ལྟ་བསྡད་ན་ང་རང་ཚོ་གི་རྒྱལ་ཁབ་ལ་གནོད་སྐྱེལ་དགོ་རེད་ང་རང་ཚོ་གི་མི་རིགས་ལ་གནོད་སྐྱེལ་དགོ་རེད་ང་ཚོ་ཨ་མདའ་རང་བཙན་མེད་སོ་སོ་རྒྱལ་ཁབ་ཤོར་ནི་མིའི་ལུང་པ་ཅིག་ལ་བསྡད་བསྡད་ཡོད་རེད་ཨ་ནི་ང་ཚོ་ད་འདུག་ང་རང་ཚོ་ཅིག་པིན་རྒྱ་དང་ཨིན་རི་རྐྱང་རྐྱང་ལྟ་བསྡད་ན་ཡག་པོ་ཡོད་མ་རེད་ང་རང་ཚོ་ཡར་རྒྱས་འགྲོ་གི་མ་རེད་ཨ་ནི་ད་དེ་ཡིན་འདུག་ད་ད་རིང་ང་ཚོ་དུས་ཚོད་མང་པོ་བཀག་འོག་མེད་བ་བྱས། ད་རིང་གི་སྐུ་མགྲོན་དེ་ཚེ་བརྟན་ཕུན་ཚོགས་ལགས་ཡིན་ཨ་ནི་རྣམ་པ་ཚོ་ཡག་པོ་བྱས་ནས་ཉན་རོགས་གྱིས་ཨ་ནི་ཐག་ཡག་པོ་ཅན་བྱེད་རོགས་གྱིས་ལ་ཡིན།

གང་ཡོང་ཡོང་ང་ཚོ་ཅིག་ནང་མི་ཅིག་སྤིན་རྒྱ་ནང་ཁུག་ལ་ང་ཚོ་ད་རིག་སྐད་ཆ་བཤད་ཀྱི་ཡོད་ལའོ་ད་ག་རང་ང་ཚོ་གི་ཁོང་ཚོ་ད་ག་རང་ཡིན་ལའོ་གོ་བདེ་བོ་ཅིག་མི་མང་ལ་ཅིག་ང་ཚོ་ཡིན་ན་གོ་ཚོད་ཆོད་ཆོད་ཅིག་ར་དེ་འདྲ་ང་ཚོ་བཟོ་ཡ་ཐབས་ཤེས་རེ་ཡིན་ལའོ་ཨ་ནི་དེ་ནང་ལྟ་ང་ཚོ་དུ་བཞིན་གོ་བཙུགས་ཤར་འགྲིག་གི་འདུག་ཚེ་འདི་ལ
ལའོ་ཨ་ནི་དྲི་བ་དང་པོ་དེ་ཚེ་འདི་ལ་གི་ངོ་སྤྲོད་དུར་དུས་ཅིག་ང་རོ་ཅིག་ལ་ལ་ལོ་སོ

འཚར་ལོངས་བྱེད་ས་ཚང་མ་ལ་ཧུང་སུ་ཞི་ཇག་ལ་མ་འགལ་འཚར་ལོངས་བྱས་བ་ཡིན། དེ་འདྲ་ཡིན་དུས་གཞི་རིམ་གྱི་སློབ་གྲྭ་དེ་མ་འགལ་ཧུང་སུ་ཞི་ཇག་གི་ཉི་མའི་སློབ་གྲྭ་ནང་ལོ་ལ་འཛིན་གྲྭ་བཅུ་བ་བོད་དུ་ཕྱིན། དེ་ནས་འཛིན་གྲྭ་བཅུ་གཅིག་དེ་ཡང་ང་ཡ་བསྟན་བྱ་སླབ་གྲྭ་ལ་ཡ་གི་ད་ལོ་བོད་སིལ་གྱི་བསྟན་སློབ་ལ་ཡ་ཕྱིན་བ་ཡིན། དེའི་ཕྱེད་དེའི་རྗེས་ལ་འཛིན་གྲྭ་འཛིན་གྲྭ་བཅུ་གཉིས་དེ་མ་འགལ་བལ་ལ་གུ་པེ་གི་ཉིན་སློབ་ནས་བརྒྱ་ཆུ་གྱ་དགུའི་ལོ་ལ་འཛིན་གྲྭ་བཅུ་གཉིས་ཐོན་པ་ཡིན། དེའི་རྗེས་ལ་དགུ་བཅུ་ཐམ་པ་ནས་ཕྱིར་ཕྱིན། དགུ་བཅུ་གོ་གསུམ་གྱི་བར་དུ་སྦེང་ལོར་ལ་མ་བརྒལ་ལོ་གསུམ་གྱི་རིང་ག་ལ་དཔལ་འབྱོར་རིག་པའི་གི་ཐོག་ལ་སློབ་སྦྱོང་སྦྱངས། ཨ་འདི་ནས་ད་མ་བརྒལ་སྦེང་ལོར་ལ་བསྡད་པའི་རིང་ལ་ལོ་གསུམ་གྱི་ནང་ལོ་ལ་དགུ་བཅུ་གོ་གཉིས་གོ་གསུམ་ལ་སྦེང་ལོར་ས་གནས་ཞུ་ཡུལ་གྱི་ཚོགས་གཙོའི་གི་ལས་འགན་ཁྱད་ཆེ་ང་ཚོ་བོད་པའི་གི་རྩ་དོན་དང་འབྲེལ་བའི་ཐོག་ནས་ཆབ་སྲིད་ཆབ་སྲིད་གི་ལས་འགུལ་སྤེལ་ཡས་གི་གོ་སྐབས་དང་པོ་སྒྲོག་བྱེད་ཐ་སྙད་མི་ཚེ་ནང་ལོ་ལ་ཆབ་སྲིད་ལ

དང་སྲིད་ཇུས་ཀྱི་སེམས་པའི་ཐོག་ནས། དུས་བསྟུན་དག་མཉམ་འབྲེལ་སྡེ་ཚན་ཆ་ཚང་གཅིག་མཉམ་འབྲེལ་ཞུགས་འདུ་དཔལ་འབྱོར་ལས་ཁུངས་ཀྱི་ཚོང་ལས་ཀྱི་སྡེ་ཚན་ཆ་ཚང་གཅིག་ཨ་ནེ་གཅིག་ག་ས་ཆ་ཚོང་དགོས་དང་གཅིག་མཁོ་བསྡུ་བྱེད་དགོས་ཆ་ཚང་གཅིག་གནང་ཆེད་པ་སྡེ་ཚན་ཡག་ཤོས་གཉིས་དེ་དག་ཁེ་བཟང་ལ་འགྲོ་དེ་ངེས་ཀྱི་ཁེ་ཕན་ཡོད་དེ་ངེས་ཀྱི་སྡེ་ཚན་ཡག་ཤོས་གཉིས་དེ་དག་རྡ་ས་བོད་ཀྱི་བཟོ་སྐྲུན་ཁང་དང་སྒང་ཏོག་བོད་ཀྱི་བཟོ་སྐྲུན་ཁང་གཉིས་དེ་ཆགས་དེ་སྐོར་དེ་གཉིས་དག་ཁ་ཡོད་ལག་ཡོད

དེ་འདྲ་ཡིན་དུས་དཔལ་འབྱོར་ལས་ཁུངས་ཀྱི་ཚོང་ལས་སྡེ་ཚན་བར་ནང་སྲིད་ཁྱབ་ཁོངས་དང་མཉམ་འབྲེལ་ཁྱབ་ཁོངས་ཀྱི་ད་ལྟ་སྤྱི་མཐུན་མཉམ་འབྲེལ་བར་རྩིས་སྤྲོད་བྱེད་ཡ་ད་ལྡི་ལི་ཅིབ་ཀྲང་སི་ཤིན་ཏའུ་ཅིབ་པར་རུ་ལ་འགན་འཁྱེར་ཡ་དང་སྤྱི་མཐུན་མཉམ་འབྲེལ་ལ་ཕྱག་རོགས་ཞུ་ཡ་དང་དང་པོ་ཐོག་མར་སྤྱི་མཐུན་མཉམ་འབྲེལ་ཡར་བཙུགས་ཡོང་དུས་སྤྱི་མཐུན་མཉམ་འབྲེལ་གྱི་རྒྱ་གར་གཞུང་གི་ཁྲིམས་ཐོག་ནས་དེབ་སྐྱེལ་ཞུ་ཡ་དང་དེ་ཚོ་ཚང་མ་ཡ་ད་ཡིག་ཆ་བཟོས་ཀྱི་འགོ་བཙུགས་ཡོང་དུས་ཀྱི་ཕྱག་རོགས་ཞུ་དེ་དང་ཨ་ནི་བར་སྐབས་ཅིག་ལ་ཨ་ནི་སྤྱི་མཐུན་མཉམ་འབྲེལ་གྱི་སྤྱི་ཁྱབ་འགན་འཛིན་བསྐོ་བཞག་གནང་ཐུབ་ཐབས་མ་ཐུབ་དེ་འདྲའི་གཅིག་གི་བར་ལ་ཡང་བར་བརྒལ་གྱི་གཅིག་མཉམ་འབྲེལ་གྱི་ཨ་ནི་སྤྱི་མཐུན་མཉམ་འབྲེལ་གྱི་སྤྱི་ཁྱབ་འགན་འཛིན་གྱི་འགན་འཁྱེར་དགོས་ཡ་དེ་འདྲའི་གི་གནས་སྟངས་བྱུང་སོང་དེ་འདྲའི་ཡིན་དེ་དུས་ད

ཁོར་ཡུག་བོད་རང་གི་ནང་ལོགས་ལ་གཅིག་བཙན་བྱོལ་བོད་མི་སྒྲིག་འཛུགས་ཀྱི་སྤྱི་ཚོགས་ཀྱི་ཆབ་སྲིད་ཀྱི་གནས་སྟངས་རེད་དེ་འདྲས་གཅིག་དཔང་ངའི་ནང་ལ་གཅིག་བར་ལ་དང་པ་དེ་གིས་གཅིག་ལོ་བཞི་བཅུ་མན་ཚེ་གཅིག་མ་གའི་ས་གནས་ལ་གཞིས་ཆགས་ལ་ཕྱག་ལས་གནང་དེ་འདྲས་ཡིན་དེ་དུས་ནང་ལ་གཅིག་བོད་བརྒྱུད་འདོད་ཆེ་ཁོར་ཡུག་བོད་རང་གི་ནང་ལོགས་ལ་བོད་པའི་ཆབ་སྲིད་ཀྱི་གནས་སྟངས་དང་མང་པོ་ཅི་ཨམ་ཅོར་གོ་ཡོང་ཨ་འདི་གི་སྒང་ལ་གཅིག་རྩ་བའི་གིས་ངའི་ལས་ཀ་བྱེད་ས་དང་བརྒྱུད་རིམ་ཆ་ཚང་གཅིག་ཚོང་ལས་སྡེ་ཚན་རེད་དེ་ཡིན་ནས་གཅིག་ཡ་གི་དར་མ་ས་ལ་བསྡད་པའི་སྐབས་ལ་གཅིག་གྲོས་ཚོགས་ལ་མང་དོ་སྣང་འདྲས་ཡ་དང། བཙན་བྱོལ་ནང་ལོགས་ཀྱི་ཅིག་བོད་མི་སྒྲིག་འཛུགས་ཀྱི་ང་ཚོའི་གི་མཛད་གཙོ་རྣམ་པའི་གི་ད་གང་གང་ལ་ཡ་ཅིག་དོ་སྣང་སྤྲད་ད་ག་ནང་བཞིན་གྱི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་ཚོའི་གི་སྤྱི་བའི་གི་ཅིག་ཆབ་སྲིད་ཀྱི་ལས་འགུལ་སྤེལ་བའི་སྐབས་ལ་དེ་ཚོ་ལ་དོ་སྣང་བྱེད་ཡ་ལྷག་པར་དུ་ཅིག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་འཚོགས་བའི་སྐབས་ལ་ད་དེ་ཚོའི་ནང་ལོགས་ལ་ཅིག་དོ་སྣང་ཡག་པོ་ཞིག་སྤྲད་ཡོང་དུས་ད་ཅིག་སྒྲིག་འཛུགས་གི་འགྲོ་སྟངས་དེ་ག་ལ་གང་འཚམ་ཅིག་སྟེ་ཞིག་མགོ་ཚོས་དེ་དུས་ཉིས་སྟོང་བཅུ་བཞིའི་ཚེ་ཕྱི་ནས་ད་ཅེས་དྲ་རྒྱའི་གི་བརྒྱུད་ནས་མི་མང་ལ་ཆབ་སྲིད་གོ་རྟོགས་སྤེལ་ཡས་དེ་འདྲས་ང་ཚོའི་སྒྲིག་འཛུགས་ཀྱི་ནང་ལོག་ལས་ཡིན་པ་ཡིན་ནས་ཅིག་ཡང་གཞུང་གི་མཛད་གཙོ་རྣམ་པས་གི་ཁྲིམས་དང་སྒྲིག་གཞི་དེ་མ་མཐུན་པའི་ཐོག་ནས་ཕྱག་ལས་གནང་གི་ཡོད་ན་ད་དེ་ཚོའི་ལ་འཛེམ་ཟོན་མེད་པའི་ཐོག་ནས་ཨ་ནི་གཞི་མེད་སྐྱོན་བརྗོད་མེད་པའི་ཐོག་ནས་མི་མང་ལ་ད་ཅིག་ཅིག་གནས་སྟངས་ག་རེ་ཆགས་གི་ཡོད་མེད་གི་ཆབ་སྲིད་གོ་རྟོགས་སྤེལ་ཡས་དང་དེ་འདྲས་གནས་སྟངས་ཅིག་བྱུང་སོང་དེ་འདྲས་ཡིན་དེ་དུས་ད་ང་ཚོ་ཅིག

འགན་ཁྱེད་ཀྱིས་གོ་སྐབས་བྱས་བྱུང། འདི་ནི་སྒྲིག་འཛུགས་ཁོ་རང་ནང་བསྡད་དེ་དུས་ད་ཉམས་མྱོང་གི་ཆ་ནས་སྒྲིག་འཛུགས་ཀྱི་འགྲོ་སྟངས་རེད། ལྷག་པར་དུ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་ཚོགས་འདུའི་སྒྲིག་གཞི་དང་ལས་དོན་བྱེད་ཕྱོགས་ཀྱི་སྐབས་ལ་དོ་སྣང་བྱེད་ཆེད་ག་ལ་གང་འཚམ་ཞིག་རྒྱུས་མངའ་ཡོད་བསྡད་པ་དང་ནི། སྤྱི་ཚོགས་ཞབས་ཕྱི་སྐོར་ལ་ལོ་བཅུ་གཉིས་ཙམ་ཞུགས་ཡོད་དུས་ད་ཉམས་མྱོང་གི་ཐོག་ནས་ད་རིང་ཏན་ཏན་གཞན་དག་དང་མ་འདྲ་བའི་ཐོག་ནས་འོས་མི་གཞན་དག་དང་མ་འདྲ་བའི་ཐོག་ང་ལ་དམིགས་བསལ་གྱིས་ད་ཉམས་མྱོང

དེ་ཡང་ཆེས་བརྒྱུད་རིམ་མང་པོ་གཅིག་གི་ཐོག་ནས་ཨ་ནི་མི་མང་ལ་དམ་བཅའ་འདེམས་བྱེད་བྱས། ད་ཁ་ནང་བཞིན་གྱི་ཨ་ནི་བོད་མི་མང་སྤྱི་འཐུས་ཀྱི་གྲོས་ཚོགས་ནང་ལོགས་ལ་སྲིད་བྱུས་དེ་གཏན་འབེབས་གནང་ཆེད་ད་མ་འོངས་བོད་ཀྱི་བདེན་མཐའ་གསལ་ཡ་དང་ཞི་ལི་རྒྱ་ཆོའི་མི་མང་བདེན་འཚོལ་གྱི་དཀའ་ངལ་སེལ་ཐུབ་བའི་གི་ཐབས་ལམ་བཟང་ཤོས་གཅིག་དང་ཁ་ཡོད་ལག་ཡོད་ཀྱི་ཅིག་དོན་དག་སྒྲུབ་ཡ་ཡོད་པ་དེ་དབུ་མའི་ལམ་རེད་ཤག་བསམ་ནས་ཉེས་པ་རྙེད་པའི་ཐོག་ནས་ད་ལྟ་བར་དུ་ཆབ་སྲིད་ཀྱི་ལངས་ཕྱོགས་དེ་འདི་སིམ་བྱས། ཨ་དེ་ཡིན་དེ་འདྲ་ཡིན་དེ་དུས་སྤྱི་འཐུས་ཀྱི་ལངས་ཀྱི་ཡོད་དུས་ཆབ་སྲིད་ཀྱི་ལངས་ཕྱོགས་དེ་ད་མི་མང་ལ་གསལ་བོ་བཟོས་དགོས་ཡ་ཧ་ལས་པའི་གལ་ཆེན་པོ་རེད་བསམ་གྱི་འདུག་དེ་འདྲ་ཡིན་དེ་དུས་ཨ་ཆབ་སྲིད་ཀྱི་ལངས་ཕྱོགས་དེ་དབུ་མའི་ལམ་དང་ཤར་བསྐྱོད་འགྲོ་བ་ཡ་དེ་ཡས་དབུ་མའི་ལམ་གྱི་བྱུང་རིམ་ཆ་ཚང་ཅིག་ག་འདྲས་འགྲོ་བ་ཡིན་པ་ད་ག་ནང་བཞིན་གྱི་ང་ཚོ་རྩོད་བས་དང་རྩོད་གཞི་དེ་ག་རེ་རྩོད་གི་ཡོད་པ་དེ་ཚོ་བརྒྱུད་རིམ་ཆ་ཚང་ཅིག་ཧ་གོ་བའི་ཐོག་ནས་ད་བོད་ནང་ལོག་གི་དཀའ་ངལ་སེལ་ཡ་གི་ཐབས་ལམ་བཟང་ཤོས་འགྲོ་བ་ཞིག་དེ་མཐོང་ཆེད་ཨ་འདི་གི་སྒང་ནས་ཨ་ད་རིང་ལངས་ཀྱི་ཡོད་ཞེས་བཤད་ཞུ་ཡས་ཡིན་དེ་ནས་དོན་ཚན་གཉིས་པ་དེ།

ཡི་གེ་དང་འདི་ཚོའི་སྒང་ལ་ལྟ་ཉམས་ཆག་འགྲོ་བའི་ཀྱི་ཉེན་ཁ་དེ་ག་རེ་བྱེད་ནས་བྱུང་བ་ཡོད་རེད་དེ་དང་པོ་ཐོ་ཝང་ནས་ཆེ་དགོན་དོན་གྱི་དགོངས་གཞི་སྐོར་རང་ང་ཚོ་བཙན་བྱོལ་ནང་ག་ཚོད་གནས་ཀྱི་ཡོད་པ་ཡིན་ནའི་བོད་པའི་ཀྱི་སྐད་ཡིག་རིག་གཞུང་དེ་མ་ལག་ཡག་གི་ཆེད་དུ་ཨ་དགོངས་པ་དེ་འདྲས་ཅིག་བཞེས་ཆེད་རྒྱ་གར་གཞུང་གིས་སྟབས་དེ་འདྲས་ཀྱི་ཐོག་ལ་ཨ་ནི་བསམ་ཤེས་གནང་ཆེད་མཐུན་འགྱུར་དེ་འདྲས་ཅིག་བྱས་རེད་ལྟ་ཡིན་ནའི་ལོ་ཕལ་ཆེར་བཅོ་ལྔ་ཉི་ཤུ་ཅིག་གི་ནང་ལོ་ལ་ང་ཚོ་ནུབ་ཕྱོགས་ཀྱི་ནང་ལོ་ལ་བོད་པ་མང་པོ་ཅིག

དེ་གཅིག་ཞུ་ཡས་ཡིན། དེ་ནས་དོན་ཚན་གསུམ་པ་དེ་ལྟ་ང་ཚོ་བཙན་བྱོལ་ནང་ཀླད་གོ་ཡས་ཁོ་རང། ད་རྔམ་བརྗིད་ཞིག་མ་འདུག་ཕ་བོད་ལ་ལོག་དགོས་དགོས་རེད་དམིགས་བསལ་གྱི་རྫ་དྲག་ཤོས་དེ་སྐྱེ་འགོར་མོ་ཆེ་དགོང་ལོ་ཡར། ཕེབས་ཡོང་དགོས་རེད་དེ་འདྲས་ཀྱི་ཐོག་ནས་བོད་ནང་ལ་ལོག་ཡས་ཀྱི་ད་ག་འདྲ་འབད་བརྩོན་ཅིག་ཞུ་དགོས་དགོས་རེད་དེ་ཡིག་གི་ཐོག་ནས་ད་བྱང་ཨ་རིག་གི་ནང་ལོག་ལ་བོད་དོན་ཞུ་གཏུག་དང་འབྲེལ་བའི་ཐོག་ནས་ལས་འགུལ་དེ་ང་ཚོ་བལྟས་ཤིག་ག་ལ་གང་འཚམ་ཅིག། གཞུང་འབྲེལ་རང་གི་ཐོག་ནས་ད་ལྟའི་སྲིད་བྱུས་གང་ལ་གཞི་བཞག་ཆེད་ལས་འགུལ་སྤེལ་ཡས་དེ་ད་བལྟས་ཤིག་ཉམས་རྒུད་སྒྲོ་གུ་ཡོད་པའི་གི་ཚོར་སྣང་ཆེ་ལེགས་ཀྱི་འདུག་དེ་འདྲ་ཡིན་དུས་དུས་ད་དེ་ཚོའི་བུ་སྟོན་ཞུ་གཏུག་གི་སྒང་ལ་སྤྱི་འཐུས་གཅིག་གི་མིང་གི་ཐོག་ནས་ཨ་རིའི་སྲིད་གཞུང་གི་གྲོས་ཚོགས་འཐུས་མི་དེ་ཚོ་རེད་དག་ན་ཤིང་ཀ་ན་གྲ་གི་གྲོས་ཚོགས་འཐུས་མི་རེད་དེ་ཚོ་ལ་ཅིག་ཞུ་གཏུག་བྱེད་ཆེད་བོད་དོན་གི་ལས་འགུལ་དེ་ད་གཞོན་སྐྱེས་དེ་ཚོ་ལས་ཅིག་བོད་དོན་གི་གནས་སྟངས་དང་འབྲེལ་བའི་ཐོག་ནས་ཅིག་གོ་རྟོགས་སྤེལ་དག་ན་ཤིང་མི་མང་ནས་ད་ཆོལ་ཁ་ཆོས་ལུགས་དབྱེ་མེད་གི་ཐོག་ནས་ཨ་རི་མི་མང་མཉམ་དུ

ག་ལ་དབུ་མའི་ལམ་གྱི་ལྟ་གྲུབ་ནང་ཡོད་རྒྱུ་གང་ལ་ཞུགས་ན་ལས་ཀ་མང་པོ་བྱེད་ཤག་ད་ང་ད་ཆ་ལ་ང་ཚོ་སྤྱི་ཚོགས་ནང་དེའི་གི་ཐོག་ནས་ཡང་རྙོག་གྲ་མང་པོ་ཅིག་ཆགས་ཡོང་གི་འདུག་ཨ་ནི་ཡང་ལོ་གཞོན་པ་ན་མང་པོ་ཅིག་ནས་ཡང་དེ་འདྲའི་གི་ཅིག་ལྟ་གྲུབ་ཁྱེར་ནས་ང་ཚོ་གི་སྤྱི་འཐུས་གྲོས་ཚོགས་ནང་ལ་སླེབས་འོག་རེད་ཨ་ནི། དམངས་གཙོ་ཚད་ལྡན་གྱི་ཁར་འགྲོ་ན་ང་ཚོ་དེ་ཚོ་ཐོབ་ཐང་ཡོད་བ་རེད་སོ་སོ་ལ་ཐོབ་ཐང་ཡོད་རེད་ཨ་ནི། ཚད་ལྡན་ལ་བསམ་ཚུལ་ད་ད་ལྟ་དུས་ཚོད་འདི་ལ་ང་ཚོ་ག་འདྲའི་འགྲོ་ཅི་གང་ལ་དེ་ཚོ་ཚང་མ་ཅིག་གཤམ་དུའི་ཐོག་ནས་ང་ཚོ་ཅིག། ལས་ཀ་དེ་ཚགས་ཚུབ་བཏང་ཡ་ཆེད་དུ་ང་ཚོ་ག་འདྲའི་འགྲོ་ཅི་གང་ལ་འགྲོ་ན་ཡག་ས་རེད་བསམ་གི་འདུག་ད་ལྟ་དུས་ཚོད་འདི་ལ།
ད་ཉི་འབུམ་ལ་དེ་ཨེ་འདྲ་ཟེར་ཤག་ངས་དུས་རྒྱུན་དུ་བསམ་བློ་བཏང་ཡ་དེ་ལྟས་སུ་གུ་ཡངས་ཀྱི་བསམ་བློ་བཏང་བྱས། ང་ཚོའི་གི

ད་རེང་གི་ཆེད་དོན་སྒྲིག་འཛུགས་ཀྱི་སྲིད་ཇུས་དབུ་མའི་ལམ་སྐྱབས་མགོན་རིན་པོ་ཆེའི་དགོངས་བཞེད་ཡོད་བསྡད་པ་དེ་དངོས་གནས་ཆེས་ཁ་ཡོད་ལག་ཡོད་ཀྱིས་ད་དོན་དག་སྒྲུབ་ཡས་དེ་གཞིས་ལུས་རྒྱ་ཆེ་མི་མང་དཀའ་ངལ་སེལ་ཡས་དེ་སྐུ་མདུན་གྱི་དགོངས་བཞེད་དེ་དེ་རེད་ཨ་ད་ལྟ་ཁ་ཡོད་ལག་ཡོད་ཀྱིས་འཛམ་བུ་གླིང་རྒྱལ་སྤྱིའི་གྱི་ནང་ལོགས་ལ་བོད་དོན་གྱི་སྒང་ལ་རྒྱབ་སྐྱོར་ཞུས་བསྡད་དེ་མང་པོ་ཅིག་གཞི་བཞག་ས་དེ་ད་ལྟའི་གི་ཆེད་ད་ལྟ་སྲིད་ཇུས་དབུ་མའི་ལམ་དེ་སེམས་འབེབས་ཀྱི་ཐོག་ནས་ཏན་ཏན་རྒྱབ་སྐྱོར་རག་གོ་རེད་བསམ་གྱི་འདུག་དེ་འདྲ་ཡིན་དེ་དུས་སྒྲིག་འཛུགས་ཀྱི་གཏན་འབེབས་གནང་རྒྱུ་འདི་ཡི་ལ་ང་ཚོའི་མི་མང་གིས་ཤར་བསྐྱོད་བྱེད་ཨང་དེ་ནས་ཅིག་སོ་སོ་སོའི་གི་ཆབ་སྲིད་ཀྱི་ལྟ་གྲུབ་ཡོད་པ་དེ་ཡང་སྐུ་ལས་འགུལ་ཁོ་ཅིག་ས་མཚམས་འདྲ་བོ་ཞིག་ཟེར་ནས་སྤེལ་ནས་ཕེབས་པ་ཡིན་ན་ཨང་ང་ཚོའི་གི་ནང་ཁུག་ལ་དཀའ་ངལ་འཕྲད་ཡོད་དེ་ཨང་འཕྲད་གི་མ་རེད་བསམ་གྱི་འདུག་དེ་འདྲ་ཡིན་དེ་དུས་སྲིད་ཇུས་འདི་ལྟ་ཁོ་བརྒྱུད་རིམ་མ་བཟོ་ནས་ཆ་ཚང་ཅིག་ད་མི་མང་གིས་མཁྱེན་དགོས་དེ་ཧ་ལས་པའི་གལ་ཆེན་པོ་རེད་བསམ་གྱི་འདུག་དེ་འདྲ་ཡིན་དེ་དུས་སྲིད་ཇུས་འདི་ཡི་ཐོག་ནས་ད་ལས་སླ་བོ་ཅིག་སྐྱབས་མགོན་རིན་པོ་ཆེ་གིས

བོད་ནང་ལོག་ལ་ཞབས་སོན་ཞིག་འཁོར་དགོས་ཀྱི་འདུག་ན་སྲིད་ཇུས་བསྡུས་ཀྱི་ཐོག་ནས་ཏན་ཏན་འགྲོ་ཐུབ་ཀྱི་རེད་བསམ་གྱི་འདུག་དེའི་གྱི་ཐོག་ལ་ད་ཁོང་ཚོས་སྒྲིག་འཛུགས་སྒྲིག་འཛུགས་ཀྱི་ཁོ་བརྒྱུད་ལམ་གསལ་བོ་ཞིབ་ཅིག་ཕྱིན་པ་ཡིན་ན་རྒྱལ་སྤྱིའི་གྱི་རྒྱབ་སྐྱོར་གནང་ཡས་ལ་གནང་བདེ་བོ་ཞིབ་ཅིག་དེ་མེད་པ་ཡིན་ན་ང་ཚོ་སྤྲེལ་སྤྲེལ་བཏང་བྱས་ཨ་ནུ་མི་མང་གི་ནང་ལོག་ནས་བསམ་ཚུལ་དེ་ཁ་གསལ་བོ་ཡོད་ལ་མེད་ལ་བྱས་སྒྲིག་འཛུགས་ཀྱི་བསམ། བྱང་ཕྱོགས་དང་སྲིད་ཇུས་དེ་ཁ་གསལ་བོ་མེད་པ་ཡིན་ན་དཀའ་ངལ་འཕྲད་དེ་དེ་འདྲ་ཡིན་དུས་གཞུང་འབྲེལ་གཞུང་འབྲེལ་མ་ཡིན་པའི་གི་ཚོགས་པའི་སྐྱིད་སྡུག་གི་ལྟ་གྲུབ་དང་མི་སྒེར་གི་ག་རེ་ཡོད་བས་ན་དེ་རང་དབང་གི་ཐོག་ནས་གནང་ཆོག་ཡས་དེ་འདྲ་གནང་ཕལ་བ་ཡིན་ན་ནང་ཚུད་ཀྱི་མང་མོས་ཀྱི་ཐོག་ནས་མི་མང་གི་ཐག་གཅོད་བྱེད་རྒྱུ་སྤྱི་མོས་ཀྱི་གཏན་ལ་ཕབ་པའི་སྲིད་ཇུས་འདི་གང་ལ་མིག་མཐུན་ནས་འགྲོ་བ་ཡིན་ན་ང་ཚོ་དཀའ་ངལ་འཕྲད་ཀྱི་མ་རེད་བསམ་གྱི་འདུག།

སྤྱི་འཐུས་ཆེ་གི་མིང་ཡོད་པའི་ཐོག་ནས་ཏན་ཏན་དེ་ཚོའི་གི་ཐོག་ལ་ད་ག་འདིར། ཆེ་གི་ཨ་རིག་གི་བགྲེས་ཡོལ་གི་སྲིད་གཞུང་ལ་ཞུ་གི་འདུག་ནས་རེད་ལྷག་དོན་དུ་ང་རང་ཚོའི་གི་བཙན་བྱོལ་སྒྲིག་འཛུགས་གི་བདེ་སྲུང་ལས་ཁུངས་དང་འཛིན་སྐྱོང་བཀའ་ཤག་ལ་ངེས་སེང་ཞུ་དགོས་ད་ག་ནང་བཞིན་སྤྱི་འཐུས་རྗེན་པའི་ཆ་ནས་གྲོས་ཚོགས་གི་ད་ག་འདིར་ཚོགས་གཙོ་བགྲེས་གཞོན་གཉིས་གཙོས་པའི་གི་ད་ག་འདིར་གྲོས་ཚོགས་ལ་ཡང་ངེས་སེང་ཞུ་དགོས་ཡ་དུས་ཐོག་ལ་དེ་ཚོ་ཧ་ལས་པའི་གལ་ཆེན་པོ་རེད་བསམ་གི་འདུག་ཨ་ནི་མི་མང་གི་ནང་ལོགས་ལ་ད་ག་འདིར་དོགས་ཟོན་བྱེད་དགོས་ཡ་ཞེས་དེ།

དེ་འདྲའི་ཐོག་ནའང་གཅིག་སྒྲིལ་ཡོད་ལ་ཡོད་ད། དེ་འདྲའི་ཁྲོད་ཆེའང་དཀའ་ངལ་འཕྲད་དེ་ཡ་དང་དེ་འདྲའི་གནས་སྟངས་ཡོང་དེ་རེད་སོང་དེ་འདྲ་ཡིན་དུས་གནས་ཚུལ་དེ་འདྲ་ཡོང་བའི་སྐབས་ལ་སྤྱི་འཐུས་རྗེན་པའི་ཚབ་ནས་སོ་སོ་འགྲོ་བར་བྱེད་ན་ད་རིང་དངོས་གནས་མི་མང་གི་རྒྱབ་སྐྱོར་གནང་ཆེད་གོ་སྐབས་ཅིག་བྱུང་བ་ཡིན་ན་གནད་དོན་ཆེ་ཕྲ་ཕྱོགས་གསུམ་ག་རེ་བྱུང་གི་ཡོད་བ་ཡིན་ན་གཅིག་བོད་དོན་ཆབ་སྲིད་ཀྱི་ལས་འགུལ་སྤེལ་ཡས་ནས་རེད་ང་ཚོའི་གི་བསམ་དབང་དང་འབྲེལ་བའི་ཐོག་ནས་བོད་པའི་ནང་ཁུལ་གྱི་གཅིག་སྒྲིལ་ལ་དོ་ཕོག་འགྲོ་ཡས་ཀྱི་གནས་ཚུལ་ག་རེ་ཡོང་གི་ཡོད་བ་ན་དེ་ལུང་པ་འདི་དང་རྒྱལ་ཁབ་འདི་གི་ཁྲིམས་དང་མཐུན་པའི་ཐོག་ནས་འདུ་བ་ཞུས་དགོས་ཞུས་སོ་སོའི་མི་མང་ལ་ཡིད་ཆེས་ལྟ་བུ་བ་གསལ་བཤད་བྱེད་དགོས་དང་གོ་གོ་སློབ་གསོ་སྐབས་དོ་ཐུག་ལ་རྒྱག་དགོས་དེ་འདུག་གསལ་བོ་བྱེད་འགན་ཡོད་པའི་ཐོག་ནས་ཨ་ཇེ་དེ་གལ་ཆེན་པོ་རེད་བསམ་གི་འདུག་ཨོ་དེ་འདྲ་ཅིག་ཞུས་ན་བསམ་སོང།
ལ་སི། ཨ་ནི་ཚེ་བརྟན་ལགས་ད་ང་ཚོ་ད་ལྟ་སྤྱི་ཚོགས་ནང་ལ་ཆོལ་ཁ་ཆོས་རེད་དང་ཆོས་ལུགས་ཀྱི་ཐེན་སྐད་དེ་རེད་ད་མང་རུ་མང་རུ་འགྲོ་ཅིག

གཞི་རིམ་མི་མང་གི་བསམ་བློ་དགོངས་པ་ཡག་པོ་བཞེས་དགོས་ཡ། ལྷག་དོན་དུ་ཅིག་ད་གང་ལྟར་གཞུང་གི་མཛད་བརྩོན་རྣམ་པས་ཀྱིས་ཅིག་སྡེ་ཡི་གི་སྒང་ལ་མི་མང་ལ་ཅིག་ད་འོས་བསྡུ་དང་འདི་འདྲའི་བརྒྱུད་རིམ་གང་སླེབས་པའི་སྐབས་ལ་དངོས་གནས་ཅིག་ང་ཚོའི་གི་འོས་བསྡུ་དེ་སྐྱབས་བཅོལ་གི་སྒྲིག་འཛུགས་ཞིག་རེད་དེ་འདྲ་ཡིན་དུས་དུས་དེ་ཡི་གི་ཅིག་ཐོག་ལ་རྩ་བའི་ཆ་ནས་ཆོལ་ཁ་ཆོས་ལུགས་གི་གདམ་བྱ་དེ་འབྱེད་ཡོད་རེད་རྒྱ་གར་ནང་ལ་ཡིན་པ་ཡིན་ན།

འགན་འཁྱེར་བའི་ཐོག་ནས་སྐད་ཆ་ག་བ་བཤད་དགོས་འདུག་ནས་ཅིག་མི་མང་གིས་ཅིག་ཕྱོགས་གཉིས་ནས་དཀའ་ངལ་འཕྲད་ཀྱི་འོག་ནས་དེ་ཚོ་ད་སྡོམ་འདྲི་བྱེད་ཀྱི་སྒང་ལ་ཏན་ཏན་ཟམ་པ་ནང་བཞིན་བྱེད་ཆེད་འགན་འཁྱེར་ནས་ཨང་སྐད་ཆ་བཤད་དགོས་དེ་ཧ་ལས་པའི་གལ་ཆེན་པོ་རེད་བསམ་གི་འདུག་སོ་སོ་དེ་འདྲས་ཀྱི་ཅིག་ལས་གནས་དང་ད་རིང་གི་གོ་སྐབས་དེ་འདྲས་ཅིག་བྱུང་བས་ན་དེ་ཚོའི་གི་སྒང་ལ་དངོས་གནས་ཅིག་ཁོ་ཅིག་སྐྱིད་དམངས་ལ་དེ་བྱས་ཕྱོགས་གཉིས་ཅག་ལ་གང་ལྟར་སྐད་ཆ་བཤད་ནས་ང་ཚོའི་གི་ད་གང་ལྟར་གཅིག་སྒྲིལ་གྱི་ནུས་པ་དེ་མ་ཉམས་ཡ་ཅིག་དང་ལྷག་དོན་དུ་ད་ང་ཚོའི་གནས་སྟངས་དེ་འདྲ་ཆགས་པ་ནི་སྐྱབས་མགོན་རིན་པོ་ཆེ་གི་དགོངས་པ་རྒྱས་དང་སྐྱབས་མགོན་རིན་པོ་ཆེ་ཐུགས་ཕམ་བྱ་ཡ་འདིའི་གི་སྐད་ཆ་དེ་ཚོ་ད་སྐབས་དང་དུས་ལ་བཤད་དགོས་ཡ་དེ་ཧ་ལས་པའི་གལ་ཆེན་པོ་ཆགས་ཀྱི་འདུག་དེ་འདྲ་ཡིན་དེ་དུས་ཕྱིས་དུས་གཞན་པའི་ཆ་ནས་འདིའི་སྒང་ལ་འགན་མང་ཙིག་འཁྱེར་དགོས་ཡ་ཆགས་ཀྱི་འདུག་བསམ་གྱི་འདུག། ལ་སེ་ཚེ་དེ་ལ་ཨ་ནི་ཚེ་དེ་ལ་ད་ཉེ་བའི་ཆ་ལ་ང་ཚོ་ད་ད New York ནང་ལ་ཚོགས་པ་ཆེ་ཆུང་ཁག་མང་པོ་བརྗོད་རེད་དེ་ཚོ་ནང་རྙོག་དྲ་ཆང་ཆུང་གི་མང་པོ་ཅིག་ཡོང་བསྡད་དགོས་རེད། དེ་རྙོག་དྲ་དེ་ཚོ་ལ་སྤྱི་མཐུན་ལྷན་ཁང་ངོས་ནས་ཨ་ནི་ག་འདྲ་ག་འདྲ་ཞིག་ནས་ལྟ་སྟངས་ག་འདྲ་ཞིག་བལྟ་ཤག་གཟིགས་ཚུལ་ག་འདྲ་ཞིག་གནང་ཤག་ཨ་ནི་གལ་སྲིད་ཚེ་བརྟན་ལགས་འདི་སྐབས་སུ་ང་ཚོ་གི་སྤྱི་འཐུས་ཡིན་པ་ཡིན་ན་ཨ་ནི་ག་འདྲས་འགྲོ་ཅི་བྱེད་ས་རེད་དེ་ལ།

ཨ་མདའ་དེ་ཕ་ཤེས་མཚུར་ཤེས་ཨ་ན་གནས་ཚུལ་འདི་རྒྱ་ཆེ་རུ་ཆེ་རུ་ཆེ་རུ་ཕྱིན་དུས་རང་བཞིན་གྱི་ང་ཚོ་དཀའ་ངལ་ཆེ་རུ་མ་འདུག་དེ་ཅི་དཀའ་ངལ་སེལ་ཐུབ་འི་གི་ཐབས་ལམ་ཞིག་མཐོང་གི་མི་འདུག་དེ་འདྲ་ཡིན་དུས་དུས་དོན་འཁྱོལ་ལ་སྐུལ་ལྕག་བྱེད་ཆེད་སྤྱི་འཐུས་རྗེ་ཡིན་པའི་ཆ་ནས་སྐུ་དོན་འཁྱོལ་ལ་སྙན་སེང་ཞུ་འི་དེ་ཚོ་ལྟ་བུ་ལས་འགན་དང་ཞུ་འོས་པ་ཅིག་ཆགས་དགོས་རེད་བསམ་གི་འདུག་དེ་ཚོ་ཞུས་པའི་ཐོག་ནང་ཚོ་ཚོགས་ཆུང་བཙུགས་ནས་དཀའ་ངལ་ག་ནས་འཕྲད་ཀྱི་འདུག་དེ་ཚོ་ང་ཚོ་ཕག་ཚོགས་ཅིག་གོ་བསྡུར་བྱེད་ཆེད་དཀའ་ངལ་སེལ་གི་ཐབས་ཤེས་བྱེད་འི་ན་ཡག་པོ་ཡོད་རེད་བསམ་གི་འདུག་དེ་འདྲ་ཡིན་དུས་དུས་ང་དེ་འབྲེལ་གྱི་སྤྱི་འཐུས་ཀྱིས་ད་རིང་གོ་སྐབས་དང་དེ་འབྲེལ་བྱུང་བ་ནི་དེ་ཚོའི་སྒང་ལ་དངོས་གནས་གཅིག་འཛེམས་ཟོན་མེད་པའི་ཐོག་ནས་ཁ་ཁྲི་ཁ་ཐུག་དང་ཕྱི་གསལ་ནང་གསལ་བྱེད་ཆེད་ད་མི་མང་ཚོའི་སྐུ་ཚབ་དེ་ཚོ་ཚུར་བསྐོང་དཀའ་ངལ་ག་རེ་ཆགས་དགོས་མེད་དེ་འབྲེལ་གཅིག་གསལ་ཐབས་ཤེས་དང་དེ་འབྲེལ་གཅིག་ཞུ་ཐུག་གི་རེད་བསམ་གི།
ལ་སེ། ཨན་ཚེ་ཏེ་ལགས། ད་ལྟའི་ཆར་ང་ཚོ་ད་བྱང་ཨ་རིག་གི་སྤྱི་འཐུས་ཐོབ་ཐང་དགུ་བརྒྱ་གཉིས་ལས་ཡོད་མ་རེད་ཨ་ནི། ཨ་ནི་ད་ག་ལོག་རེད།

མི་དམངས་བྱང་ཨ་རི་ཁོ་རང་གི་ནག་ལོ་ལ་ཁྲི་གསུམ་བཞི་བརྩི་ཡོད་པ་ཡིན་ན་ད་སྤྱི་འཐུས་གཉིས་མ་འཐོབ་མེད་པ་ཡིན་ན་དེ་སྔ་ད་སྤྱི་འཐུས་གཉིས་དེ་གཏན་འབེབས་གནང་ཆེད་ལོ་ག་ཚོད་སུ་དྲུག་གོ་རེད་བ་དེའི་སྐབས་ཀྱི་བོད་པའི་གི་ཅིག་བྱང་ཨ་རི་གི་ནག་ལོ་ལ་ཅིག་ཁ་ན་ཏྲ་དང་བྱང་ཨ་རི་ནག་ལོ་ལ་ད་མཉམ་རུབ་གི་ཐོག་ནས་མི་དམངས་ག་ཚོད་བརྩི་ཡོད་རེད་ད་ད་ལྟའི་དུས་ཚོད་ལ་ག་ཚོད་བརྩི་ཡོད་རེད་དེ་འདྲ་ཡིན་དུས་སྐབས་དང་དུས་ལ་ང་ཚོའི་གི་འོས་བསྡུའི་སྒྲིག་གཞི་ཡིན་ན་རེད་བཅའ་ཁྲིམས་རིན་པོ་ཆེ་གི་ནག་ལོ་ལ་ད་ས་ཁུང་གི

ཆེན་མོ་བཞི་དང་གཡུང་དྲུང་བོན་བཅས་པའི་གི་སྐུ་ཚབ་ཡོད་དེ་དུས་འདི་དང་པོ་ཐོག་མར་ནི་ཆོས་རྒྱལ་དབང་རིན་པོ་ཆེའི་དགོངས་གཞི་ཁོ་རང་གཅིག་གངས་མཚོའི་གི་རྒྱལ་སྤྱིའི་ནང་ལོགས་ལ་འཛམ་བུ་གླིང་གཞན་དག་དང་མ་འདྲ་བའི་ང་ཚོ་བོད་པའི་གི་གནས་བབ་གནས་སྟངས་དེ་འདྲ་ཅིག་གི་སྒང་ལ་གཞི་བཞག་ནས་དགོངས་པ་རྒྱ་ཆེན་པོ་ཆེ་སྐབས་དུས་དུས་དེ་འདྲ་ཅིག་གི་གནས་སྟངས་ཐོག་ནས་བཟོས་ཡོད་རེད་བསམ་གི་འདུག་དེ་འདྲ་ཡིན་དུས་དུས་བོད་པའི་གི་རྩ་དོན་སྒྲུབ་པའི་གི་གནད་དོན་འདི་ང་ཚོ་མི་སྐྱ་གཅིག་པུ་མ་ཡིན་པ་འདི་སེར་སྐྱ་དང་ཆོལ་ཁ་ཆོས་ལུགས་ཚང་མའི་གི་མཉམ་རུབ་གི་ཅིག་འགན་འཁྱེར་དགོས་ཡ་ཅིག་ལྷག་དོན་དུ་ཨ་ནི་ཅིག་གི།

སྐབས་དེའི་ས་ཁོངས་ཀྱི་སྤྱི་འཐུས་ལ་ཡང་དེར་བ་མོན་གོར་བྲིས་ན་མོན་གོར་གཞིས་ཆགས་ཀྱི་མི་འབོར་ལ་དཔལ་བེད་ཀྱི་སྤྱི་འཐུས་གཅིག་གཉིས་ག་ཚོད་གོ་དགོས་དོན་མེད། དེ་ཀོ་ལེ་ཀ་གཞིས་ཆགས་དག་ནང་བཞིན་གྱི་གཅིག་ལ་དྭགས་དང་ག་བ་ཡིན་པ་ནས་ས་ཁོངས་ཀྱི་སྤྱི་དང་སྤྱི་འཐུས་ཡོང་ཡ་བྱེད། སྐབས་དེ་ཚོ་ཏན་ཏན་གཅིག་བཅའ་ཁྲིམས་རིན་པོ་ཆེ་གི་ནང་ལོ་རྒྱུས་བ་ཞིག་བཏང་ཐུབ་པ་ཡིན་ན་མ་འོངས་པ་ལ་ཏན་ཏན་ཡག་པོ་ཆགས་ཀྱི་རེད་བསམ་གྱི་འདུག། དེ་གི་ཐོག་ལ་ད་སོ་སོ་འགྲོ་བ་ཞིག་ནས་དེ་འདྲའི་ཐུགས་ཀྱི་འདུན་བསམ་དེ་གི་ང་ཚོ་ཆོལ་ཁ་ཆོས་ལུགས་ཀྱི་ཅིག་སྤྱི་འཐུས་དེ་དེ་སྔ་ཡོད་བ་ནང་བཞིན་གྱི་བཞག་པ་ཡིན་ན་དེ་མ་འོངས་པ་ལ་ད་ག་འདྲ་དཀའ་ངལ་ཅིག་འཕྲད་ཡས་ཡིན་པ་ཅིག་དེ་འདྲ་ཡིན་དེ་དུས་ཨ་ནི་ཅིག་ས་གནས་སོ་སོ་སུས་ཀྱི་མི་འབོར་ལ་དཔའ་བའི་གི་འཐུས་མི་འདམ་མས་ཅིག་བཟོས་ཐུབ་བ་ཡིན་ན་ཏན་ཏན་ཡག་པོ་ཡོད་རེད་བསམ་ད་དེ་གྲོས་ཚོགས་ཀྱི་ནང་ལོགས་ཀྱི་ལས་རིམ་དང་བཅའ་ཁྲིམས་འགྱུར་བའི་དང་ཁྲིམས་དང་སྒྲིག་གཞི་འགྱུར་བ་ཐོག་འགྲོ་དགོས་ཀྱི་ཡོད་དེ་དུས་དེ་ཚོ

དངོས་གནས་ཅིག་ལུང་པ་ཡོད་མ་རེད། རྒྱ་མིའི་གོ་བ་ལ་ཅིག་འཛིན་བཟུང་བྱེད་བྱེད་ཤོར་བསྡད་ཡོད་རེད་དེ་འདྲ་ཡིན་དེ་དུས་ང་ཚོ་རྣ་བ་དག་བྱེད་སྤྱི་འཐུས་ཀྱི་ཅིག་རྒྱལ་ཁབ་རང་བཙན་ཡོད་སྐྱོང་ནང་བཞིན་གྱི་ཨ་ནི་ཅིག་ཆབ་སྲིད་སྒེར་གྱི་ཅིག་ལངས་ཕྱོགས་དང་ད་སྒེར་གྱི་ཁེ་ཕན་དང་ཨ་ནི་མིང་དང་དེ་འདྲའི་བསམ་བློ་བཏང་བྱེད་ཆབ་སྲིད་རྩད་བཅོལ་བ་དག་གིས་རྩད་ཞུ་དུས་དགོངས་པ་བཞེས་སྟངས་དང་ཕྱག་ལས་གནང་སྟངས་ཅིག་འདི་གནང་བ་ཡིན་ན་ངས་བལྟས་ཞེས་ཏག་ཏག་དེ་གི་ཨ་ཡོད་བསམ་གྱི་འདུག་དེ་འདྲ་ཡིན་དུས་ང་ཚོའི་གི་གནས་སྟངས་འདི་རྒྱལ་ཁབ་རང་བཙན་ཡོད་སྐྱོ་དང་ང་ཚོའི་གནས་སྟངས་ཡིན་པ་ནི་ད་གནམ་ས་ཁྱད་པར་རེད་དེ་འདྲ་ཡིན་དུས་ང་ཚོ་ལ་དམིགས་བསལ་གྱི་ཅིག་རྒྱལ་ཁབ་མེད་པའི་ཐོག་ནས་ཨ་ང་ཚོ་ལ་དམིགས་བསལ་གྱི་ཅིག་སྤྱི་འཐུས་དེ་ཚོ་ལ་ལས་འགན་ཅིག་ཡོད་རེད་བསམ་གྱི་འདུག་དེ་འདྲ་ཡིན་དུས་མི་མང་གི་ནག་ལོག་ལ་དམའ་ས་སེམས་ཆེད་མི་མང་གི་ནག་ལོག་ལ་དཀའ་ངལ་ག་རེ་ཡོད་མེད་དེ་ཚོ་དངོས་གནས་ཅིག་ག་ལ་གང་འཚམ་ཅིག་ཞིབ་འཇུག་ཞིབ་པའི་ཐོག་ནས་ཨ་མཆོག་ཉིད་དེ་ཚོ་ཚང་མ་ལོ་དཀའ་ངལ་སེལ་ཡ་ཐབས་ཤེས་གཏང་ཡ་ད་ང་ཚོ་དེ་འདྲའི་གི་ཅིག་དམིགས་བསལ་གྱི་ལས་འགན་ཅིག་ད

ལའང་ཁྱེད་རང་གི་བསམ་ཚུལ་སྤྱི་འཐུས་གྲོས་ཚོགས་ཀྱི་ལས་འགན་ནང་ནས་ལས་འགན་གལ་ཆེ་ཤོས་དེ་ག་རེ་རེད་བསམ་གྱི་འདུག་བསམ། ཨ།
ཏཱ། སྤྱི་འཐུས་གྲོས་ཚོགས་འདི་ང་ཚོས་ཀྱི་དམངས་གཙོ་ཀ་བ་གསུམ་གྱི་ནང་ལོགས་ནས་ད་ཁྲིམས་བཟོས་ངེས་འདི་རེད། ཁྲིམས་བཟོས་ངེས་ཡིན་དེ་དུས

གང་ཟག་གཅིག་རྒྱལ་མཁན་སུ་ཡིན་མིན་ལ་མ་ལྟོས་པའི་གིས་འཛེམ་ཟོན་མེད་པའི་ཐོག་ནས་གང་ལྟར་གྲོས་ཚོགས་ནང་ལོ་སླེ་ཚར་བའི་རྗེས་ལ་མི་མང་གི་སྐུ་ཚབ་ཆེད་བོད་མི་མང་སྤྱི་འཐུས་ཀྱི་ད་གང་ལྟར་མིང་མ་འདོགས་ཅིག་ང་ས་ཁོངས་འདི་ནས་སླེ་རྒྱུ་ཡིན་ཅེས་ས་མཚམས་རེ་བ་གཟིམ་ནས་མ་བསྡད་པའི་ཐོག་ནས་ད་གང་ལྟར་དགོས་བསམ་ཚུལ་ཡག་ཞུས་ཐུབ་ཡ་དང་དེ་ཧ་ལས་པའི་གལ་ཆེན་པོ་རེད་བསམ་གོ་ཐུབ་དེ་འདྲ་ཡིན་དེ་དུས་འཛིན་སྐྱོང་ལ་སྟངས་འཛིན་གནང་ཡ་ཨང་ཁྲིམས་བཟོས་ཡ་དེ་འདྲ་བྱེད་བཞིན་དུ་དམངས་གཙོ་ཀ་བ་གསུམ་གྱི་ནང་ལོ་ནས་གྲོས་ཚོགས་ཀྱི་ལས་འགན་དེ་ཧ་ལས་པའི་གལ་ཆེན་པོ་དང་ད་གང་ལྟར་གནས་སྟངས་དེ་འདྲ་ཆགས་འདེགས་འདུག་ཞུ་ཡ་ཡིན།

ཆོལ་ཁ་གསུམ་ཆ་གི་མི་མང་བྱེས་རུ་བ་སྐྱ་སེར་གཉིས་ཅག་གི་འགན་འཁྱེར་དགོས་ཡས་ཀྱི་དགོངས་པ་ཅིག་བཞེས་ཡོད་རེད་བསམ་གི་འདུག་དེ་འབྲེལ་གི་ཐོག་ནས་ཆོལ་ཁའི་གི་སྐུ་ཚབ་དང་ཆོས་ལུགས་ཀྱི་སྐུ་ཚབ་ཅིག་དེ་འབྲེལ་བྱས་ནས་བཟོས་གནང་ཡོད་རེད་བསམ་གི་འདུག་དེ་འདྲ་ཡིན་དེ་དུས་ད་བར་སྐབས་གཅིག་ནས་གྲོས་ཚོགས་གི་ནང་ལོགས་ལ་ང་ཚོ་གྲོས་ཚོགས་ཀྱི་ལས་རིམ་འདི་མི་མང་ནང་ཐད་ཀར་རྒྱང་སྲིང་གནང་དགོས་བ་རེད་དེ་འདྲ་གནང་དེ་དུས་ད་མི་མང་གི་ཐད་ཀར་མཐོང་ཐུག་གོ་རེད་ཡས་ཀི་ནང་ལོགས་ལ་བགྲོ་གླེང་ག་འདྲ་སྣང་གི་ཡོད་མེད་དེ་འདྲ་ཡིན་དེ་དུས་ད

ཆེད་དུ་ཨ་ནེ་ཚེ་བརྟན་ལགས་ཀྱིས་དམིགས་བསལ་ག་རེ་བྱེད་རྩིས་ཡོད། དེ་རྩ་བའི་ཚེ་བརྟན་ལགས་ཀྱི་ཕ་གི་ནང་གསུང་ཡག་མང་བོ་འདི་ངེད་ལ་འདི་སྙམ་དུ་བྱུང་སྟེ་ཡིན་ནའི་ད་མི་མང་ལ་ཅིག་ཁ་གསལ་བོ་བཟོ་ཡ་ཅིག་ནོ་ད་མན་ག་ཆེད་དུ་ཨ་ནེ་ཚེ་བརྟན་ལགས་ཀྱིས་ག་རེ་བྱེད་རྩིས།
ཨ། ད་དེ་དེ་འདྲ་ཡིན་ངེད་ཀྱིས་དོན་ཚན་གསུམ་དེ་ཆབ་སྲིད་ཀྱི་ལངས་ཕྱོགས་དེ་གསལ་བོ་གསལ་རྐྱང་དང་ཁ་གསལ་བོ་བཟོ་ཡ་ཅིག་བྱས། དོན་ཚན་གཉིས་པ་དེ། སྐད་ཡིག་དང་རིག་གཞུང་གི་སྒང་ལ་ཏང་ཚོ་ཤུགས་རྒྱག་དགོས་ཀྱི་འདུག་ཟེར་ལབ་འདིའི་སྒང་ལ་ཉེས་ཅན་གྱི་ཅིག་དུས་ཚོད་བཏང་ནས་ཐང་དར་ལས་ཀ་བྱེད་དགོས་ཀྱི་འདུག་ཞུ་བའི་དེ་དོན་ཚན་གཉིས་པ་བྱས། དོན་ཚན་གསུམ་པ་དེ་བོད་དོན་གྱི་ཞུ་གཏུག་གི་ལས་འགུལ་དེ་ད་གང་ཐུབ་རྒྱ་ཆེ་རུ་དང་ཤུགས་ཆེ་རུ་བཏང་དགོས་ཀྱི་འདུག་ས་གནས་ས་ཐོག་ནས་རེད་ཨང་ཁྱོན་ཡོངས་ཀྱི་ཅིག་སྐུ་ཚབ་དོན་གཅོད་དང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་དང་ཚང་མས་མཉམ་རུབ་ཀྱི་ཐོག་ནས་བོད་དོན་ལས་འགུལ་དེ་ཤུགས་ཆེ་རུ་བཏང་ཡས་ཀྱི་སྒང་ལ་བསམ་བློ་ཡོད་ཆེ་བྱས་དོན་ཚན་ཨ་མ་གསུམ་དེ་ད་ངས་འདི་ཡིན།

ཆེ་ཁྲོ་ཆུང་གསུམ་ཆ་ཚང་ཅིག་རུག་རུག་བཟོས་ཨ་ནི་གནད་དོན་གལ་ཆེ་བྱས་དེ་ཚོ་ཆ་ཚང་ཞིག་ཕྱོགས་བསྡོམས་བྱས་བྱས་གྲོས་ཚོགས་ནང་ལོ་ཁྱད་འགྲོ་ཡས་གི་ད་དེ་སོ་སོ་གི་ཏན་ཏན་ཡས་གི་ལ་ཅིག་ཞུས་ཐུ་ཡས་དེ་ཚོ་ཆད་ལག་མེད་པའི་ཐོག་ནས་ལས་འགན་ཁྱད་ཐུ་ཡས་གི་ཆོད་སེམས་བརྟན་པོ་ཞིའུ་ཅིག་ཡོད་གཉིས་པ་དེ་ད་ང་ཚོ་ཆ་ང་རི་ན་དཀའ་ངལ་ཆེ་ཤོས་དེ་དེ་བས་གི་ཅིག་ལོ་གཉིས་ཡས་གི་ན་ལོ་ལ་ང་གྲོ་ཅིག་ན་དེ་སན་ཕ་རན་སིས་ཀོ་གི་ད་ལོ་གཉིས་ཡས་གི་ན་ལོ་ཚོགས་གཞོན་གི་ལས་འགན་ཇེ་ཁྱད་རེད་ད་རང་བཞིན་གི་བཅའ་འབྲེལ་ལག་དེབ་དང་འབྲེལ་བའི་ཐོག་ནས

འབྲེལ་བ་ཞུ་ཆེད་ཕྱག་འདེབས་ཀྱི་ཡོད་དུས་དཔྱ་ཁྲལ་ལག་དེབ་ཀྱི་དཀའ་ངལ་འདི་ད་ཞུ་ཞིག་འདུག་དཔྱ་ཁྲལ་ལག་དེབ་གསར་བ་བཟོ་ཡས་ཀྱི་དཀའ་ངལ་ཧ་ལས་པའི་ཆེན་པོ་རེད་ཤག་དེ་འདྲའི་འདུག་གཞོན་སྐྱེས་མང་པོ་ཞི་ལུ་ཅིག་ལ་དཔྱ་ཁྲལ་ལག་དེབ་ད་སྤུ་གུ་གསར་བ་སྐྱེལ་རྒྱུ་དེ་ཚོར་དཔྱ་ཁྲལ་ལག་དེབ་བཟོས་དགོས་དགོས་རེད་ལོ་དྲུག་ཡན་འདབ་འདི་བཟོས་དགོས་དུས་ཕམ་ཤོག་འགྱངས་ཡས་དང་དེ་འདྲས་ཀྱི་གནད་དོན་གྱི་ཐོག་ནས་ང་ཚོའི་ཀྱི་ས་གནས་ས་ཐོག་ནས་འགྱངས་ཤོག་འགྱངས་བྱས་དེ་ལས་དོན་ཅིག་བྱེད་ཐུབ་ཀྱི་འདུག་དེ

མི་མང་གི་ཅིག་བསམ་བློའི་ནང་ལོ་བཅར་འདྲི་ལག་དེབ་སྤུ་གུ་གསར་སྐྱེས་དང་ཚོ་བཟོས་ཡས་ཀྱི་བསམ་བློ་ཤུགས་ཆེན་པོ་འདུག་ཕུལ་གི་ཡིན་ཟེར་མཁན་ཤུགས་ཆེན་པོ་འདུག་སྟེ་ལག་དེབ་མ་རག་བྱས་ད་ང་ཅིག་འགན་འཁྱེར་བའི་སྐབས་ལས་ལོ་གཉིས་ལྔས་ནས་བཏང་ཡིན་ཨང་གོ་རྒྱུ་ཚུད་རྒྱུ་མི་འདུག་རྒྱུ་ནས་རག་གི་མི་འདུག་ཨང་ཁ་ཤས་ནས་ཡང་ཅིག་དུ་བ་ཅིག་ལག་སྐྱོག་གི་གནས་སྟངས་དང་དེ་འདྲས་བྱུང་རྗེས་གང་ལྟར་འདི་གི་དུས་ཡུན་འདི་འགོར་ཤས་ཆེན་པོ་ཞུ་ཅི་རེ་བྱ་ད་འདི་སོ་སོ་སྤྱི་འཐུས་ད་རེས་དངོས་གནས་འདི་བྱུང་སོང་ན་འདི་གི་དཀའ་ངལ་ཅིག་སེལ་ཐུབ་བ་ཡིན་ན་བོད་མི་སྒྲིག་འཛུགས་ཀྱི་འགྲོ་གྲོན་གྱི་ཐོག་ལས་བཅར་འདྲི་ལག་དེབ་ང་ཚོ་མི་འབོར་དེ་མང་རུ་ཕུལ་ངན་མང་རུ་བཏང་ཐུབ་ཡས་ཅིག

འོད་ནང་ཐོབ་ཐང་ལེན་ཡག་གི་དཀའ་ངལ་འཕྲད་ཡ། འོད་ནང་ལོར་ཐོབ་ཐང་བཅའ་ཁྲལ་ལག་དེབ་མེད་པའི་རྐྱེན་གྱི་ལན་མ་ཐོབ་པ་ཡིན་ན་བོད་མི་གྲངས་འབོར་མང་པོ་ཞུ་རྗེས་ཆད། དེ་འདྲས་ཀྱི་ཐོག་ནས་ཨ་ནི་འོད་ཀྱི་དེབ་སྐྱེལ་ལུགས་ངན་དང་འོད་ནང་ཆ་ཤས་ལེན་ངན་དེ་ཉུང་ཉུང་ཆགས་རྗེས་མ་འོངས་པར་ང་ཚོའི་དམངས་གཙོའི་གི་འོས་བསྡུའི་བརྒྱུད་རིམ་གྱི་ནང་ལོ་ལེགས་ཏེ་དཀའ་ངལ་ཆེན་པོ་ཅིག་འཕྲད་ཡ་རེད་ཞེས་དེ་འདྲས་ཡིན་དུས་དུས་བཅའ་ཁྲལ་ལག་དེབ་དང་འབྲེལ་བའི་ཐོག་ནས་དེ་གཅིག་ངེད་ཀྱི་ཁ་ཐུག་ཁས་ལེན་ཞུས་ཐུབ་གི་མ་རེད་དེར་བརྟེན་ཐེངས་གཅིག་དཔལ་འབྱོར་ལས་ཁུངས་དང་གཅིག་གྲོས་ཚོགས་ཀྱི་ནང་ལོ་སྙན་སེང་ཞུས་པའི་ཐོག་ནས་དེའི་དཀའ་ངལ་སེལ་ཡ་ཞིག་ང་ཚོའི་འདུམ་བདེ་རུ་གང་འདྲས་འགྲོ་དགོས་ཀྱི་འདུག།

བོད་དོན་གྱི་ཞུ་གཏུག་གི་ལས་འགུལ་དང་འབྲེལ་བའི་ཐོག་ནས་དངོས་གནས་སོ་སོས་ཤུགས་རྒྱབ་ཆེད་ཐག་གཅོད་ཅིག་བྱེད་ནས། གཅིག་བྱང་ཨ་རིའི་ནག་ལོ་ལ་ད་གང་ལྟར་མི་དམངས་ཀྱི་མངོན་འདོད་དང་མཐུན་པའི་ཐོག་ནས་ང་ཚོ་བོད་དོན་གྱི་ལས་འགུལ་གྱི་སྒང་ལ་ད་གང་ལྟར་ཤུགས་ཅིག་རྒྱབ་དགོས་སམ་བསམ་བྱ་བའི་སོ་སོ་ལ་དབང་ཚད་དང་ཐོབ་ཐང་དང་ཆ་ཚང་ཞིག་ཡོད་པ་ཡིན་ན་གཅིག། ག་ཚོད་ཤུགས་ཆེར་སྤྱད་ཅིག་དང་ནུས་པ་ལྡན་པའི་གིས་གང་ལྟར་འབྲས་བུ་བསྟན་ཡས་ཡོད་རྒྱུ་གི་གནས་སྟངས་ཅིག་བཟོས་གོ་བསམ་བསམ་བྱུང་ཞིག་ཡོང་སྡིགས་འདུག་ང་ཚོ་བཙན་བྱོལ་ནང་གྱར་དགོས་ཡས་ཀྱི་གནས་སྟངས་འདི་རེད་ང་ཚོ་འཐབ་རྩོད་དགོས་ར་གནས་སྟངས་ཀྱི་ཐོག་ནས་ད་གང་ལྟར་ཅིག་ཆབ་སྲིད་དང་འབྲེལ་བའི་ཐོག་ནས་འདིའི་ག་ལ་ཅིག་ནུས་པ་ཤུགས་ཆེན་པོ་བཏོན་ཡས་ཆེད་སྤྱི་མཐུན་ཚོགས་པ་ཚང་མ་ལོ་མཉམ་རུབ་གི་ཐོག་ནས་ཅིག་ལས་ཀ་བྱེད་ཡས་ཆེད་ད་འདིའི་དབང་ཚད་དང་དེ་འདྲའི་ཐོབ་ཐང་ཡོད་བས་ན་ཏན་ཏན་འདིའི་གང་ལ་ནུས་པ་བཏོན་ཡས་ཞིག་འདུག་བསམ་གི། ལ་སའི་ཚིག་དེ་ལ་ཨ་ནི་ང་ཚོ་ཕལ་ཆེར་དྲི་བ་དག་རང་ཚགས་སུ་དྲི་བ་ཞིག་ལོག་མེད་ཨ་ཨ་ནི་དག་རང་ཡིན་ཨ་ནི་ད་རིང་ང་ཚོ་ལ་གོ་སྐབས་གནང་བ་དེར་ཐུགས་ཆེ་ལ་ཡ་ཡིན་ཨ་ནི་ང་ཚོ་ཏིམ་གྱི་ངོ་ནས་ཚེ་བརྟན་ལགས་ཨ་ནི་ང་ཚོ་བྱང་ཨ་རིག་གི་སྤྱི་འཐུས་ལ་གོ་བ་ཤོར་ལ་ནི་ང་ཚོ་གི་ཨ་ནི་སྨོན་ལམ་དང་ཨ་ནི་བཀྲ་ཤིས་བདེ་ལེགས་ཡོད།